དམག་རྡོག་དགོན་པ། དམག་ཟེར་ན་བ་རི་བ། རྡོག་ཟེར་ན Everett། དགོན་པ་ཟེར་ན Monastery། དམག་རྡོག་དགོན་པ་ཟེར་གྱི་ཡོད་རེད། དགོན་པ་འདི་སྔོན་མ་དབྱིན་ཇི། དབྱིན་ཇིས་རྒྱ་གར་ལ་དབང་བསྒྱུར་བྱེད་པའི་སྐབས་ལ་བཟོས་པ་རེད་ས། ཨ་ནི་ད་འདི Darjeeling གི། དགོན་པ་རྙིང་ཤོས་འདི་རེད། ལབ་སྲོལ་འདུག་གི་རེད། ད་འདིའི་ཞེང་རྒན་འདི་ད་ལྟ་ཡོལ་མོ། ཡོལ་མོའི་མི་རིགས། ཡོལ་མོ་ཟེར་ན་ད་ལྟ་ང་ཚོའི་བོད་ཀྱི། སྐྱིད་རོང། སྐྱིད་རོང་དང། ཡོལ་མོ། ཁོ་རང། ཡོལ་མོ་དང། སྐྱིད་རོང་གི་སྐད། ཆས་གོས། ཚང་མ་གཅིག་པ་གཅིག་རྐྱང་རེད་ད་ཡིན་ན་ཡང། ད་རྒྱལ་སྤྱིའི། ས་མཚམས་ཀྱི International Border། རྒྱལ་སྤྱིའི་ས་མཚམས། ཞིག་སྲུང་བྱས་པ་ཡིན་ན། ཨ་ནེ་ཡོལ་མོ་འདིས་བལ་ཡུལ་གྱི་ཕྱོགས་ལ་ཁེལ་གྱི་ཡོད་རེད། སྐྱིད་རོང་འདིས་ད་བོད་ལ་ཁེལ་གྱི་ཡོད་རེད་པཱ། ཡིན་ན་ཡང་ད་ཁོ་རང་ཚོ་དངོས་གནས་བྱས་ན། མི་ཚང་གཅིག་གི་ནང་མི་ནང་བཞིན་རེད། ད་འདི་ལ། ད་འདིས་ད་ལྟ་གོམ་པ་འདི་གི་གཡས་གཡོན་ལ་ཡོད་པའི་ཁང་པ་འདི་ཚོ། ཡོལ་མོ་བ་ཚོ་བཞུགས་ས་རེད། ཡོལ་མོ་བ་ཚོ་བཞུགས་ས་རེད། ད་དེ། ལོ་དྲུག་ཅུའི་སྔོན་ལ། ལོ་དྲུག་ཅུའི་སྔོན་ལ། ད་ལྟ་འདི་དགོན་པ་འདིའི་གཡས་གཡོན་ལ་ཡོད་པའི་མི་ཚང་མ། ཡུར་མོ་ཡིན་ཙང། ད་ས་གནས་འདི་ལ་མི་ཚང་མས་ཡུར་མོ་སྐད་རྒྱབ་ཀྱི་ཡོད་རེད་ས་ལོ་དྲུག་ཅུའི་གོང་ལ། དཔེར་ན་ལྷ་མགོ་བཙིར་མཁན་བི་ཧ་རི་དང་ཨ་ནི། བག་ལེབ་བཟོ་མཁན་བི་ཧ་རི་དང། ཚང་མས་ཡུར་མོ་སྐད་རྒྱབ་ཐུབ་ཀྱི་ཡོད་རེད་ས། ད་ཐམ་ད་ཐམ་དའི་ཆ་ལ། དེ་ལ་བོད་ཡིག་ཨོད་ཁར་ས་ཡོར་མོ་སྐད་རྒྱབ་ཐུབ་མཁན། མི་གཅིག་གཉིས་མ་ཐོ་ཡོག་མ་རེད། ད་དེང་སང་དེ་ཡོར་མོ་ཚོས་ཡོར་མོ་ཚོས། སྤྱི་ཚོགས་ཀྱི་ནང་ལ་ཕན་ཚུན་ནེ་པ་ལི་སྐད་མ་རྒྱབ་རང་རྒྱབ་རེད་སུས་ཀྱང། ཡོར་མོའི་སྐད་རྒྱབ་ཐུབ་ཀྱི་ཡོག་མ་རེད། ད། ལོ་དྲུག་ཅུའི་ནང་ལ་སྐྱེས་རྩ་བརླག་འགྲོ་གི་ཡོད་རེད། དེ་འདྲ་ཡིན་པ་སོང་ཙང་ད་ང་རང་ཚོ་བོད་པ་ཚོས་ཕན་ཚུན་བཀའ་མོལ་གནང་པའི་སྐབས་ལ་ཕན་ཚུན་བཀའ་མོལ་གནང་པའི་སྐབས་ལ་བོད་སྐད་མ་སྐྱོན་ན། ལོ་ཁ་ཤས་ཀྱི་རྗེས་ལ། དོན་དག་ཡོད་མོ་ཚོ་ལ་འཕྲད་པའི་དཀའ་ངལ་ད་ག་རང་ང་ཚོ་ལ་ཡང་འཕྲད་ཀྱི་རེད། ད་ང་རང་ཚོས་ད་ལྟ་བོད་ལ་རྒྱ་མིས་ཀྱིས་བོད་ཨོས་བོད་སྐད་རྩ་མེད་བཏང་གི་འདུག། ཨ། བོད་ཨོས་བོད་སྐད་ལ་མཐོང་ཆུང་བྱེད་ཀྱི་འདུག་བོད་ཡིག་བསླབ་ཀྱི་མི་འདུག་ཟེར་གྱི་ཡོད་རེད་པ། ད་རྗེས་སོ་སོ་རང་དབང་གི་རྒྱལ་ཁབ་ལ་ཡོད་མཁན་ཚོ་ཨ་ནི་དཔལ་འབྱོར་གྱི་གནས་སྟངས་འདྲ་པོ་ཨའོ་ཚི་ཡོད་ན་དབྱིན་ཇིའི་སྐད་བརྒྱབ། ཨ་ནི་ཞེ་དྲགས་ཅིག་མེད་པ་དེ་ཚོ་ཨ་ནི་ཡུལ་སྐད་ད་རྡ་ཟི་ལིང་ལ་ཆ་བཞག་པས་ན་ཕན་ཚུན་ནེ་པ་ལི་སྐད་བརྒྱབ། ཕ་ཅོ་ཚུ་ཅོ་གཉིས་ཀ་བོད་སྐད་བརྒྱབ་ཐུབ་མཁན་ཡིན་ན་ཡང་ཨ་ནི་ནེ་པ་ལི་སྐད་བརྒྱབ་ཡ་ལས་སླ་བ། ཡང་ན་དབྱིངས་སུ་རོལ་བའི་ཚིག་བཅད། ཨ་ནི། དེ་འདྲས་བོད་སྐད་སྐྱོན་གྱི་ཡོད་རེད་ཁ་སང་ནེ་པ་ལི་ཡུལ་སྐད་སྐྱོན་གྱི་ཡོད་དེ་འདྲས་ཆད་པ་ཡིན་ན། ད་ད་ད་དེ་ཞིག་དང་གོམ་པ་འདི་གི་གཡས་གཡོན་ལ། ཡུལ་མོ་མི་རིགས་རེད་སྐྱིད་རོང་དང་ཁོང་ཚོ་གཅིག་པ་གཅིག་རྐྱང་རེད། ད་དགོན་པ་ཡོད་རེད་ཨ་ནི་ཁ་སང་དེ་གཡས་གཡོན་ལ་ཡུལ་མོ། ཁོ་རང་ཚོའི་མི་རིགས་ཀྱི་མི་མང་པོ་ཡོད་རེད་ཡིན་ན་ཡང།

ང་ཚོ་ལ་ཡང་ལོ་བཞི་བཅུ་ལྔ་བཅུའི་ཆེད་ལ་ཡོང་གི་རེད། བྱས་ཙང་ད་སོ་སོའི་སྐད་གལ་ཆེན་པོ་ཡིན་པ་མཁྱེན་དགོས་ཀྱི་ཡོད་རེད། ད་ལྟ་བོད་པའི་སྐད་འདི་ད་ལྟ Linguist སྐད་མཁས་པ་ཚོས་ཁྱད་དུ་འཕགས་པ་དམིགས་བསལ་གྱི་སྐད། སོ་སོའི་ཚོར་བ་ཤུགས་ཆེན་པོ་འགྲེལ་བཤད་བརྒྱབ་ཐུབ་མཁན་གྱི་སྐད་དཔེ་མི་སྲིད་ཕྱུག་པོ་ཅིག་རེད་ཤག། སྐད་མཁས་པ་ཚོས་གསུང་གི་ཡོད་རེད། ད་དེ་དེ་ང་རང་ཚོས་སྐད་དེའི་ནང་པའི་ཆོས་འགྲེལ་བཤད་བརྒྱབ་ཐུབ་མཁན། ཡང་སྐད་ཡོད་པ་ལ་ཡི་གེ་མེད་པའི་སྐད་དེ་འདྲའི་ཡང་མང་པོ་ཞེ་དྲག་ཡོད་རེད། ང་ཚོ་ལ་རྒྱལ་ཁབ་སྤྱི་དང་མཐུན་པའི་ཡི་གེ་ཡང་ཡོད་པ། བྱས་ཙང་ད་ང་རང་ཚོས་སྐད་དང་ཡི་གེ་ལ་དོ་སྣང་མ་གནང་པ་ཡིན་ན། ཨ་ནི་འདི་འདྲའི་སོ་སོ་རང་གི་དོན་དག་གཅིག་པོ་བསམ་བློ་བཏང། ཨ་ནི་གཅིག་ལག་པ་ལ་ཨའི་ཕོན་འདྲ་པོ་གཅིག་དང་ཨ་ནི Mercedes མོ་ཏྲ་འདྲ་པོ་གཅིག་རག་ན་ཨ་ནི་འགྲིག་གི་ཡོད་པའི་སོ་ར་པོ་གཅིག་གནང་པ་ཡིན་ན། ཨ་ནི་བསམ་བློའི་གནས་ཚད་སྐྱོ་པོ་ཞེ་དྲག་རེད་ད། དངུལ་ག་ཚོད་ཡོད་ནས། མི་ཡི་བསམ་བློའི་གནས་ཚད་འདི། སྐྱོ་པོ་ཞེ་དྲག་རེད་སོ་སོའི་སྤྱི་ཚོགས་ཀྱི་དོན་དག་ལ། གང་ཡང་བྱེད་མ་ཐུབ་ན་ཡང་སོ་སོས་སྐད་འདི་ཡག་པོ་བྱེད་ནས། ཉར་ཚགས་བྱེད་དགོས་རེད། མ་བྱས་པ་ཡིན་ན། ང་རང་ཚོས་སྐད་འདི་བརླག་གི་རེད་བརླག་པ་ཡིན་ན། ད་ཨ་མི་རི་ཀ་ལ་བཞུགས་མཁན་ཚོ་དབྱིན་ཇིའི་སྐད་རེ་ཞིག་རྒྱབ་ཁ་བྱས་ནས།

དེ་བར་ལ་ཨེ་རི་ཡན་སི་དེ་ཚོས་ཡོར་པ་བྷི་ཧ་རི། མར་བྷ་རི། ཁ་སང་སྦེན་གོ་ལི། ཁོ་རང་ཚོ་རྡ་རྗི་ལིང་ལ་བསྡད་ཅེས་མི་རབས་མང་པོ་རྡ་རྗི་ལིང་ལ་བསྡད་ན་ཡང། ཁོ་རང་ཚོས་སྐད་རྒྱབ་ཐུབ་ཀྱི་ཡོད་རེད་ནང་ལ་མར་བྷ་རི་ཚོས་མར་བྷ་རི་སྐད་རྒྱབ་ཐུབ་ཀྱི་ཡོད་རེད།

བསམ་བློའི་གནས་ཚད་དེ་སྐྱེ་རུ་སྐྱོ་བ་ཡོད་ས་རེད་ད། ད་ལྟ་བོད་རིགས་མང་ཆེ་བ་སོ་སོའི་ངོ་བོ་བརླག་ཚར་བ་རེད། རྭའི་ཚོ་རྭའི་སྐད་རྒྱབ་ཐུབ་མཁན་ད་གཞི་ནས་གཅིག་ཀྱང་ཡོད་མ་རེད། ལྟ་མང་ཡང་ཡོད་མ་རེད། བྱས་ཙང་ང་ཚོ་ཡང་སོ་སོའི་གཟིམ་ཁང་ལ་བོད་སྐད་མ་བསྐྱོན་པ་ཡིན་ན། ཨ་ནི་སྤུ་གུ་ཚོ་ད་ག་ནས་ཤེས། ཨ་ནི། ད་ལྟ། ཤེས་འདས་པའི་སྐད་དེ་ཡང། རྩ་ལག་དྲུག་གི་རེད། དེ་འདྲ་ཡིན་པ་སོང་ཙང། ང་རང་ཚོ་ཚང་མས་གཅིག་གི། སོ་སོའི་རྒྱལ་ཁབ་ཀྱི་ཆེད་དུ། ལུས་སྲོག་བློས་བཏང་ནས་དེ་འདྲའི་གང་ཡང་བྱེད་མ་ཐུབ་ན་ཡང། སོ་སོའི་གཟིམ་ཁང་ལ། སོ་སོའི་སྐད་ཡི་གེ་རིག་གཞུང། ཆོས་ཉར་ཚགས་གནང་དགོས་ཡ་དེའི་དཔེ་མི་སྲིད་གལ་ཆེན་པོ་རེད། ད་ཆོས་སློབ་སྦྱོང་ཏེས་གནང་དགོས་ཀྱི་ཡོད་རེད་མ་གནང་པ་ཡིན་ན། ཅིག་རྨོངས་དད་གཅིག་པོ་གནང་ནས་ཞུགས་པ་ཡིན་ན། ཨ་ནི་སང་ཉིན་ནས་ངས་མ་འོངས་པའི་གི་སོན་རྩ་ཁོ་ཚོ་ལ་ཁྱེད་རང་ཚོས་ཆོས་འབྲེལ་བཤད་རྒྱ་ཡ་མེད་ན། ཨ་ནི་ཁོ་ཚོ་ཡང་ཆོས་ལ་དགའ་བས་སྐྱེས་ཀྱི་མ་རེད་པ། བྱས་ཙང། ཡིད་གཟབ་མ་གནང་པ་ཡིན་ན། ད་ལྟ་ཡོད་མུས་སྤྱི་ཚོགས་ཁྲོད་ལ་བྱུང་བ་དེ། ལོ་སུམ་ཅུ་བཞི་ཅུའི་ནང་ལ་ང་ཚོས་གཟབ་གཟབ་མ་བྱས་པ་ཡིན་ན་ད་ག་རང་ཡོང་ཡག་བརྒྱ་ཆ་བརྒྱ་རེད། བྱས་ཙང་ཚང་མས། བོད་སྐད་སྐྱོན་གྲོགས་གནང། བོད་ཡིག་སློབ་སྦྱོང་གནང་རོགས་གནང། དེ་འདྲ་བྱས་བྱས། ཨ་ནི་བརྙན་ཐུང་འདི་ཁྱེད་རང་ཚོ་ལ་ཐུགས་ཕན་གསོས་པའི་རེ་བ་ཞུ་གི་ཡོད། ད་འདི་ཡུལ་མོ་དགོན་པ་རེད། རྡོ་རྗེ་གླིང་དང། གུམ། རྡོ་རྗེ་གླིང་ནས། གུམ་ལ་ཨ་ལུ་བ་རིགས་བརྒྱུད་ནས་དགོན་པ་བརྒྱབ་ནས་ཕྱིན་པ་ཡིན་ན། ཨ་ནི་འདི།

གངས་རི་དང་ཨ་ནེ། བྱ་ཤིང་དང་དེ་འདྲའི་ཡུལ་ལྗོངས་དཔེ་མི་སྲིད་སྙིང་རྗེ་པོ་ཡོད་རེད་དེ་ཡིན་ན་གནམ་གཤིས་ཡག་པོ་མེད་པ་ལ་བརྟེན་ནས་ད། ཁྱེད་རང་ཚོ་ལ་དེ་གངས་རི་དེ་ཚོ་སྟོན་ཐུབ་མ་སོང་དེ་ནས་བྱེས་ལ་ཡང་ཡང་སྐྱར།